ཨ་ཏི་ཅི་གོ་སོང་མ་དང་བྱས། ཁོ་ག་འདྲ་རྐྱེན་ངན་བྱུང་བསྡད་པ་དེ་ཨེ་ཡང་ཁོ་གོ་སྐབས་གསར་བ་མང་པོ་བྱུང་བསྡད་པ་རེད་བསམ་དེ་འདྲ་ཡང་བསམ་བློ་བཏང་པ་ཡིན་ན་ཡང་ཁོ། རྐྱེན་ངན་གོ། ཨ་ད་ད་རྐྱེན་ངན་ད་རྐྱེན་ངན་རེད། སྲེག་པ་ཨ་ཅི་ད་རེད་དེ་ཡིན་ནའི། སོ་སོ་བསམ་བློ་གནང་ད་དེ་ཅི་གོ་བསམ་བློ་བཏང་བསྡད་པའི་འཇིགས་སྐོག་ནང་བཞིན་ཅིག་ཡོང་གི་མ་རེད་པ། ད་ག་སེ་ནས་ཁེ་བྱུང་བ་ནང་བཞིན་རེད་ཅིག་ནད་ན་ཚོར་བྱུང་བ་ཡིན་ན་ཡང་འགྲོ་མི་འདོད་པའི་སོང་བ་ནང་བཞིན་གྱི། ཉེས་ངན་ཅིག་བྱུང་ན། ག་ས། ཤ་ཤ་ད་ངས་བྱུང་ན་ཁོས་མ་ཉེས་པ་ཨག་ཚོ་རེད་བསམ་དྲན་ཡང་འགྲོ། ཉན་ཉན་ཞིག་བྱུང་ན་ད་ཁོས་དག་གཟིགས་པའི་སྲོག་དང་བྲལ་རང་མ་བྱས་པ་ཨག་ཚོ་རེད་བསམ་དྲན་ཡང་སོར་རོ་བསམ་དང་འདུག་ག་ཁོ་མང་པོ་བྱས། ཨེ་འཛམ་བཟོ་བཟོ་པའི་རྐྱེན་ངན་ལས་བྱུང་པ་ཡིན་ན་ང་གཅིག་གོ་མ་རེད་འཛམ་བུ་འདི་འདི་གང་ལ་མི་དུང་ཕྱུར་དྲུག་ཅུ་ལྷག་ཟིག་བཞོ་བ་རེད་ད་ང་དང་ང་འདྲ་བའི་སྡུག་བསྔལ་ཡོང་ངེས་ག་ཚད་ཡོད་བསམ་བསམ་དང་ན། མ་གྱུར་ཏེ་ཁྲོ་ཆུང་ལུང་དུ་བ། རྫི་བོ་དེ་དེ་ག་ལ་ད་ང་ལ་སྡུག་པ་ཡོད་མ་རེད་ད་ང་ད་སྡུག་བསྔལ་ད་མ་འོས་པ་ཞི་བོ་ཅིག་རྫི་བོ་ལས་མི་སུ་ལ་མེད་པའི་སྡུག་བསྔལ་ཅིག་ང་བྱུང་བསམ་དྲན་དེ་ན་སེམས་ནང་དུ་འཇིགས་སྐོར་འཇིགས་པ་ཤུགས་ཆགས་ཀྱི་འདུག་བ། ད་རྫི་བོ་དེ་དེ་ག་ལ་ང་ད་ང་འདྲ་བ་མང་པོ་ཡོད་བསམ་དྲན་པ་ཡིན་ན་འཇིགས་སྐོར་དོགས་ཡག་འགྲོ་འདུག་བ། ཨེ་ད་དུང་དོགས་བསམ་བཏང་བ་ཡིན་ན་ལས་ངན་གྱི་གཞན་དབང་ཅན་གྱི་ཕུང་པོ་བརྗོད་པ་ཡིན་ཙང་ཡང་ཡང་འདི་ལས་ཡོད་མ་རེད་བསམ་དྲན་པ་ཡིན་ན་ཤ་སྐད་མི་འདུག་བ།

ད་ག་ནས་ཞེས་པས་ན་དུག་གཞི་ཟད་པ་ཡིན་ན་དུག་གཞི་མ་ལ་ཡང་མེད་དེ་བ་དེ་ནང་བཞིན་བྱས་བྱས་ཁོ་ལ་རྩ་བ་ཁོ་ཨེ་ནི་སུན་ཕྱུང་ཡང་ཡོད་དམ་མེད་རྩ་བ་དེ་མེད་པ་སོགས་ཐུག་ཡང་ཡོད་དམ་མེད་ད་དེ་ལ་བསམ་བློ་གཏོང་ཡང་ཅིག་ད་རྩ་བ་དེ་མེད་པ་སོགས་ཐུག་ཡང་བརྗོད་པ་ཡིན་ན་ད་དེའི་གང་ལ་ཡང་ཨེ་ནི་ཤུགས་རྒྱས་པའི་ཕྱིར་རེད་མ་གཏོགས་རྩ་བ་དེའི་དབང་གིས་བྱུང་བའི་ཨེ་ནི་ཁ་ཆག་རྣ་རལ་སྐྱེ་རྒ་ན་འཆིའི་སྡུག་བསྔལ་གྱི་མཚོན་པའི་སྡུག་བསྔལ་དེ་དེ་སྡུག་བསྔལ་དེ་ཡིན་དེ་རེད་པས་ཤེས་དབང་གཅིག་པའི་སེམས་ལ་ཡང་པས་མི་འདུས་པ་རེད་བ་པས་ཤེས་དབང་གཅིག་པའི།